གཉིས་པ་དེ་བྱས། ཨ་ནེ་གསུམ་པ་དེ་ལ་དམ་པའི་ཕྱི་ན་བསྟན་མཛད་པ་ཞེས་དེ་བྱས། རྐང་པ་གསུམ་པ་དེ་བྱས་ཨ་ནེ་བཞི་བ་དེ་ལ་ཨ་ནེ་གོམ་མདོག་དེ་ལ་ཤངས་ཚོལ་ལོ། ཨོ་དེ་འདྲས་སོ། བྱས་ཙོ་ད་ང་ཚོ་འདི་ཡི་དན་རྟགས་ཉིད་འདི་ད་ག་རེ་བྱས་ནས་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཨ་ནེ་གོ་ས་མཆོག་གི་དེའི་རྟགས་དང་དེ་བགྲང་གི་ཡོད་གི་སྦྱིན་སྲེག་ག་རེ་རེད།

རེད།
འདིའི་ཚིགས་བཅད་འདི་ཡི་གཙོ་བོ་ག་རེ་བསྟན་གྱི་རེད་ཟེར་ན། བདེན་པ་བཞིའི་སྒོ་ནས་སངས་རྒྱས་བཅོམ་ལྡན་འདས་ལ་ཤངས། ཤངས་ཚ་བ། ཡོངས་དག་སངས་རྒྱས་བཅོམ་ལྡན་འདས་ལ་གཏད་པ་ཇི་འདྲི་བསྟན་གྱི་འདུག་ཨ། དེ་འདྲི་ཡིན་ན། བདེན་པ་བཞི་དེ་ག་རེ་རེད། རྒྱལ་རིན་ཆེན་ལགས། ལ་སོ།
བདེན་པ་བཞི་དེ། དང་པོ་དེ་སྡུག་བསྔལ་བདེན་པར་བྱས། གཉིས་པ་དེ། ཀུན་འབྱུང་བདེན་པར་བྱས། གསུམ་པ་འདི་ཡི་གོ། དཔེ་བདེན་པ་བྱས། བཞི་པ་འདི་ལམ་བདེན་པ། འདུ་བྱེད་དང། དཔེ་ཡག་པོ། བདེན་པ་བྱས་ཏེ་དེ་བྱས། ད། བདེན་པ་བྱས་ཏེ་བསྟན་ཡོང་འདི་སྐབས་སུ་ལ། ཚིག་རྐང་དང་པོ་དེ་གི་བདེན་པ་བཞིའི་ནང་ནས་ག་རེ་བསྟན་གི་འདུག་སྐད་བརྡ་བ།
གང་གི་མཐུ་རྩེར་ངེས་བཟུང་ནས་ལ་དེ་གི་སྡུག་བསྔལ་བདེན་པ།

མདོས་ལས་དང་ཉོན་མོངས་པ་ཐམས་ཅད་ཨ་ནི་སྤངས་པ། ལས་དང་ཉོན་མོངས་པ་ཐམས་ཅད་སྤངས་པ་ཡིན་ན་དེའི་དབང་གིས་ཞུ་བའི་སྡུག་བསྔལ་ཡང་སྤངས་འགྲོ་བ་ཡོད་བ་ཡིན་ཟེར་ནས་དེ་སྤོངས་པས་འགོག་པ། འགོག་པ་དེ་ཐག་པའི་ཆད་དེ་ལ་ཨ་ནི་ང་ཚོ་ལ་དང་པའི་ཕྱི། ཨ་ནི་བློ་རྟོག་གི་གནས་ཤེས་བྱ་མ་ལོག་པ་བསྟན་པ་མཛད་མཁས་ཀྱི་ཨོའི་གོ་གི་དྭངས་མ་སངས་རྒྱས་བཅོམ་ལྡན་འདས་དེ་ལ་ཤ་འཚལ་ལོ་ཟེར་ནས་གསུངས་གི་འདུག་བ། དེ་བྱས། རེད་ད། གོང་གི་མཐུས་རྩེ་གཉིས་བཟོས་ནས་ཟེར་བའི་སྐད་ཆ། ཁྱེད་རང་གཉིས་གསུངས་པ་ནང་བཞིན་གྱི་སྡུག་བསྔལ་བདེན་པ་བསྟན་གྱི་ཡོད་རེད། ཨ་ནི་སྡུག་བསྔལ་བདེན་པ་དེ་ལ་ང་ཚོ། ནམ་རྒྱུན་ལ་སྡུག་བསྔལ་དེ་ལ་རིགས་གསང་ཞེས་དེ་ག་ཟེར་ལ། ཨ་ནི་སྡུག་བསྔལ་རིགས་གསང་དེ་ག་རེ་རེད། རྒན་རིན་ཆེན། ད་གཟོ།
སྡུག་བསྔལ་གསུམ་དེ་དང་པོ་དེ་སྡུག་བསྔལ་གྱི་སྡུག་བསྔལ་ཆེ། གཉིས་བ་དེ་འགྱུར་བའི་སྡུག་བསྔལ་ཆེ།

ཨ་ཧ། དེ་ནི་འགྱུར་བའི་སྡུག་བསྔལ་ལ་དུས་བསམ་པ་ལྟ་ངོ་ཙུབ་མ་དེ་ཟབ་ཁྲ་ལངས་ནས་རེད་དེ་འདྲས་དེ་བྱུང་གི་དོ་ཟབ་ཁྲ་ལངས་ད་འདྲས་ཀྱི་དུས་བསམ་པ་ལྟ་ངོ་ཙུབ་ཀྱི།
བྲལ་བྲལ་འགྲོ་ཅིག་ལྟ་དུས་བསམ་པ་དེ་ཅིག་སྐྱིད་པོ་བྱུང་གོ་ར་སྐབས་དེ་དུས། ད་བཅལ་ཏོག་ཙམ་བྱས་ལ་མ་དེ་ཤུགས་ཆེ་རེ་འགྲོ་དུས་བསམ་པ་ཡང་ན་སུ་ཅིག་སླེ་གོ་ར་དེ། འགྱུར་བའི་སྡུག་བསྔལ་ར། དེ་ནི་སྡུག་བསྔལ་གྱི་སྡུག་བསྔལ་ལ་དུས་བསམ་པ་ཡང། འདི་ལ་ཡང་མུ་མཐུད་ནས་སྡུག་བསྔལ་འབྱུང་བསྡད་ཀྱི་ཡོད་ར།
དེ་ཙང་དེ་འདྲས་འགྲོ་ཅིག་ན། ཨོ་དེ་འདྲའི་ལ་དཔེར་ན་རྨ་དེ་ལ་ཚ་དུ་སེ་བའི་ལ་སོགས་པ་ཤེས་པ་ཡིན་ན། རྨ་ཁོ་རོག་སྡུག་བསྔལ་ཡིན་པ་གང་ཞིག་ལ་དེས་དེ་ལྟར་ཚ་དུ་སེ་བའི་ཤེས་པའི་ན་ཟུག་ཐལ་བ་ཅིག་ལས་ཀྱི་རེ་བ་བྱས་ཚ་དེ་འདྲའི་བྱས་ཡོད་ཚ་ན་སྡུག་བསྔལ་སྡུག་ད་ག་རང་རེད། ཁྱེད་རང་གཉིས་སུན་པ་ནང་ཞིག་གི་སྡུག་བསྔལ་སངས་ཀྱི་ཉིང་མཚན་དུ་དཔེ་ད་ག་རང་ལ། རྗེ་རྡོ་རྗེ་ཆེན་པོའི་གི་ལོག་རིན་ཆེན་མོ་གི་ནོར་ལུག་ལ། ཨོ་སྡུག་བསྔལ་སངས་ཀྱི་དཔེ་ད་ག་རང་ལ་བཞག་ཡོད་རེད་དཔེ་ན་ང་ཚོ་འདྲེ་ཟེར་གི་རེ་བ་རྨ་དང་འདྲེ། འདྲེ་ཁོ་རང་སྡུག་བསྔལ་དེ་འདི་མ་རེད།

ད་ལྟའི་སྡུག་བསྔལ་སངས་ཀྱི་ངེས་འཛིན་བྱེད། སྡུག་བསྔལ་སངས་ཀྱི་དཔེ་བྱེད། ད་ལྟའི་ང་ཚོ་ལ་དན་ལ་ཚིག་བཞག་ཡོང་དེ་དཀའ་ཟེར་ལ། ཨ་ནེ་ག་འདྲི་བཞག་ཡོད་ཟེར་དེ་དཀའ་ཟེར་ལ། དཔེར་ན་ང་ཚོ་གི་བཟའ་བཅའི་ཉེར་ལེགས་ཀྱི་ཕུན་པོ་ཟེར་གྱི་རེད་ཐ་སྙད་བཞག་དེ་དཀའ་ཟེར་མདོ་འདི་ན་ང་ཚོ་གི་གཟུ་བོ་དེས། ཨ་ནེ་ད་འགའི་སྡུག་བསྔལ་སངས་ཀྱི་ནང་ནས་ཆ་པ་འདུ་ཤེས་ཀྱི་སྡུག་བསྔལ་རེད་ཟེར་གྱི་རེད། ཆགས་པ་འདུ་བྱེད་ཀྱི་སྡུག་བསྔལ། ཡིན་པའི་སྦྱིན་སྲེག་ག་རེ་རེད། ཨ་ལས་དང་པོ་ཆགས་པ་འདུ་བྱེད་ཀྱི་སྡུག་བསྔལ་རེད། ད། ང་ཚོ་གཟུགས་པོ་འདི་ཡི་དེ་ལ། ཡང་ན། དཔེར་ན། རྣམ་བཞི་གྲངས་སོང་ན། ཨ་ནི་ཚ་བོ་ས་ཉི་མའི་ནུ་བདེ་ཡ་འདྲ་བོ་དང། ཨ་ནི་ཚ་སོང་ན། དྲི་མ་ནོར་ལོ་ཚ་ལོ་གྲོག་རླུང་གཏོང་ནི་བདེ་ཡ་འདྲ་བོ་དུ་ཚོད་ཀྱི་བདེ་གཤིག་བལྟས་ཚུལ་ཡོད་ར་དེ་འཇིགས་པའི་སྡུག་བསྔལ་རེད་ཟེར་འདུག། ད་ང་ཚོ།

བརྗེ། ལན་དང་ཉེས་མང་པའི་དབང་གིས་ཞུམ་པ་རེད། མ་ཚད་པའི་ད་ལྟ་བདུད་ལྔ་ཡི་ཚང་མ་ཡོང་ས་ཀྱི། རྟེན་འདྲ་བོ་དེ་རེད། གཟུ་བོ་འདི་ཡལ་བ་ཡིན་ས་ནི་གཟུ་བོ་འདི་ལ་བལྟས་པའི་བདུད་ལྔ་མང་པོ་ཅིག་ད་ལྟའི་གཟུ་བོ་འདིའི་སྟེང་དུ་ཡོང་གི་ཡོད་རེད་བ། ད་ལྟའི་བདུད་ལྔ་གི་རྟེན་བྱེད་པ། མ་འོངས་པའི་བདུད་ལྔ་ཡོང་ཡག་གི་སྣ་འདྲེན་བྱེད་པ། རེད། ང་ཚོ་གཟུ་བོ་འདི་ཡལ་བ་ཡིན་ས་ནི།

ཨ་ནི་གནས་ག་བདེ་སྐྱིད་ཅིག་ཡོང་ར་ད་ཁོ་སྐད་སྒྲ་ཆེན་པོ་རེད་འདྲ་བོ་ཅིག་ལ་ཡང་བདེ་སྐྱིད་ཅིག་ཡོད་ར། ད་ཁོ་སྐད་སྒྲ་ཉི་མ་གཅིག་ལ་ཚགས་ཤོག་ནུ་དན་པའི་བརྙན་འཕྲིན་ནུ་དན་ནས་ཞོ་བཟོ་ས་རེད་ད། ད་དེའི་སྐད་སྒྲ་དེ་མ་ཉམས་འགྲོ་ས་རེད་བསམ་ནས་ཁོ། ད་དཀའ་ལས་ཞེ་བོ་ཅིག་ཡོད་ར། དེ་དུ་སྐྱིད་པ་ཅན་ཅན་རེད་དེ་ན་ཡོང། དཔེར་ན་ང་ཚོ། ཁོ་མོ།

འོ་བྱས་ཙང་ང་ཚོ་གི་དངོས་གནས་ཀྱི་བདེ་སྐྱིད་ག་བ་ནས་ཡོང་གི་ཡོད་མེད་དང། སྡུག་བསྔལ་མེད་པར་ག་འདྲི་བྱེད་དགོས་ཀྱི་ཡོད་མེད་ཧ་མ་གོ་བ་བྱེད། ཨ་ནི་ཧ་མ་གོ་བ་མ་ཚད་ད་ལྟ་ང་ཚོ་ནོར་གྱི་དཔེ་ལ་ཧ་མ་གོ་བ་དེ་ཧོམ་པ་ཚ་ཟེར་བ་ནང་བཞིན་གྱི་ང་ཚོ། ད་ང་ཡི་བསམ་པ་དེ་རེད་བསམ་པའི

རྟ་ཆང་དུག་མོ་ཟ་ལ་སོགས་པ་ཐམས་ཅད་ཉོན་མོངས་པ་ཐམས་ཅད་ཉོན་མོངས་པ་དེའི་དབང་གིས་ཞུ་བའི་ལས་ཐམས་ཅད་བསྟན་གྱི་ཡོད་རེད། བྱས་ཙང་དེ་ག་འདྲ་རེད་ཟེར་ན། ཉོན་མོངས་པ་དང་ལས་གཉིས་པོ་དེ་ཀུན་སྤྱོད་ལྡན་པ་བྱ་གི་ཡོད་རེད་བ། རྟ་དེ་བྱས་རྟ་སྤངས་པའི་ཕྱིར་རེད་ཟེར་དེ་ག་ཟེར་ལ། དེ་འདྲ་བའི་མ་རིག་པ་དང་ལྟ་བ་དང

ཧ་ལ་ག་འདྲི་བྱེད་ན་དེ་ནི་ད་གེ་རེད་ཟེར་ན་དམ་པའི་ཆེ། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ང་ཚོ་ལ་དམ་པའི་ཆེ། བློ་ལྡོག་གི། གནས། ལམ་བསྟན་གནང་བཞག་ཡོད་རེད་བ། དཔེར་ན་ང་ཚོ། བལ་ལ་རྟག་དཔེ་ཅིག་ཡོད་རེད་བ། ཕ་མ་དེ་ཚོ་ག་རེད་ཟེར་ན། མས་ནུ་མ་ཆུ་འཚོད་འགྲོ་གི། ཁྱི་ནུ་མ་ཆུ་སྤོ་འགྲོ་གི། ཟེར་ནས་ང་ཚོ་ལ། ལམ་བསྟན་གནང་གི་ཡོད་རེད་དེ་ནང་བཞིན་གྱི།

རང་སྤྱད་ན་རང་མཐུན་འགྲོ་གི་རེད། སོ་སོ་སོ་པོ་དེ་སྤྱད་ན་སོ་སོ་ཐུགས་རྗེ་ཆགས་འགྲོ་གི་ར། ཨ་ནི་སོ་སོ་སོ་པོ་དེ་གཞུག་ན་རང་ཁྲ་བོ་ཕ་བོ་ཆགས་འགྲོ་གི་ར། བྱས་ཙང་ད་དེ་འདྲི་མ་བྱེད་ཟེར་ནས་ང་ཚོ་ལ་དམ་པའི་ཕྱིའི་ལམ་སྟན་གནོང་ཡོང་ར། དཔེར་ན་སངས་རྒྱས་བཅོམ་ལྡན་འདས་རང་གིས་སུན་བཀའ་འཇུག་བོག་དང་རྒྱ་དུ་བཅས་ཟེར་གི་ཡོད་ར་ད་ཚོ་ཚང་མ། མདོ་འདི་ན་ང་ཚོ་གི་བརྗེད་བྱ། སྡང་རྩུབ་མ་རིག་པ་ལ་སོགས་པའི་ལྟ་བ་དང། ཨ་ནི་དེའི་དབང་གིས་ཞུ་བའི་བདུད་ལྔ་ཚང་མ་སྤོང་ཡག་གི་ཆེད་དང་སྤོང་ཡག་གི་ཐར་ལམ་བསྟན་པར་ར། འོ། དེ་འདྲ་བའི་དམ་པའི་ཆིས་སི་ཏི་ཀ་སེ་ལ། ཨ་ནི། སྤོང་པའི་མགོ་བདེ་མཐའ་ཡག་གི་དམ་པའི་ཆིས་ཏི་ཀ་རེ་རེ་ལམ་གྱི་བདེན་པ་རེད། ལམ་གྱི་བདེན་པ་དངོས་གནས་དེ་ད་ལྟའི་ངས་ང་ཚོ་བརྒྱ་ལ་ག་སྲིད་ཤེས་མེད་པའི་དབང་དུ་བཏང་ན་ཡང།